རྒྱ་སྐུ་ཁམས་བཟང། ཐེངས་དེའི་ཡ་བོད་ཀྱི་བང་ཆེན་གྱི་ངོ་སྤྲོད་མེ་རླུང་གི་ལེ་ཚན་ནང་ལོ་ལ་ཡ། ད་ལྟ་མོང་གོལ་ལ་རྟེན་གཞི་བྱས་པའི། ས་སྐྱ། རྩེ་ཆེན། མདོ་སྔགས་ཆོས་གླིང་དགོན་པའི་ངོ་སྤྲོད་སྐོར་ལ་ཡ། ཨ་ནི་མཁན་པོ་བསྟན་འཛིན་དབང་ཕྱུག་ལགས་དང་ལྷན་དུ་བཅར་འདྲི་གྱི་ལམ་ནས་རྒྱུས་ལོན་བྱེད་ཐབས་བྱེད་ཀྱི་ཡིན། ཨ་ནི་ཐོག་མ་དེ་ལ་ཡ་མཁན་པོ་ལགས་འཚམས་འདྲི་ཞུ་དང་སྦྲགས། ཨ་ནི་ལའོ་ཨ་མཁན་པོ་ལགས་ང་ཚོར་ཡ་ངོ་སྤྲོད་ཐོག་འགྲེལ་བཤད་གནང་རོགས་གནང། ང་སོ་དེ་ནས།
ད་ང་རང་འགྲོ་རྒྱུ་ཚོད་ན་ངའི་མིང་ལ་དེ་ཚོ་འོང་ཆོག་གི་རེད། དེ་ནས་ཇི་ལྟར་ང་རང་གི་ཕ་ཡུལ་དེ་ནི་ཕ་ཡུལ་གྱི་བྱང་ཕྱོགས་བློ་ནི་བློ། དེ་ནས་ང་རང་དེ་ལ་ད་ཆུ་གཅིག་སྟོང་དགུ་བརྒྱ་དགུ་བཅུ་དགུ་བཞི་ལ་དེ་ནི་གསར་དུ་ཡོང། དེ་ནས་དེ་དགོན་པའི་བླ་བྲ་ལ་ལོ་ཞེ་གཅིག་འདི་གཅིག་ལ་དེ་ནི་ང་ལ་དེ་བཤད་གྲྭ་བརྫུས་བཤད་གྲྭ་ཐོན། དེ་ནས་དགོན་པའི་ལས་ཀ་འཛུགས་བྱས་འདི་གཅིག་ནས་ད་ད་ལྟ་ཨེ་ནི། འདི་གཅིག་ལ།

ཆགས་པ་ཀུན་ཟེར་ན་ད་ཐོག་མར་དེ་ང་རང་ཚོ་ཚང་མས་ཁེངས་ས་བྱས་ནས་ང་རང་ཚོ་བོད་ལ་ད་དེ་འདྲ་གི་རྫ་དྲག་གི་གནས་ཚུལ་ཅིག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལྔར་གོ་བྱུང་རོགས་ལ། དེ་ནི་འདིའི་རྗེས་ནས་བོད་ཀྱི་ནས་སེར་སྐྱ་མང་པོ་ཅིག་རྒྱ་གར་ལ་བཙན་བྱོལ་ལ་ཕེབས་སྐབས་དེ་ལ་དེ་ན་དེའི་སྐབས་སུ་ད་ད་གཙོ་བོ་དེ་གོང་ས་མཆོག་གི་ནས་ད་ང་རང་ཚོ་བོད་ཀྱི་ནས་རིག་གཞུང་དང་ད་ཆོས་གཉིས་པོ་དེ་ལ་ད་གཙོ་བོ་དམིགས་ནས་དེ་ནས་ད་ད་ང་ཚོ་རྒྱ་གར་དང་བལ་ཡུལ་འབྲུག་དེ་ཚོ་ས་མཚམས་ལ་དེ་ནས། ཆོས་སྒར་གྱི་གཙོ་ཡིན་ས་རེད་དེ་ཆོས་སྒར་དེ་མིང་ལ་འབག་ས་ཆོས་སྒར་རེད་ཤག་དེ་འདི་ལ་ད་དགོངས་བཞེས་འདྲ་བ་གཙོ་བོ་དེ་ད་ལྟ་གྱི་གོང་དུ་ཞུ་བ་ནང་བཞིན་བྱས་ནས་ནི་ཆོས་དང་རིག་གཞུང་ད་སྲུང་སྐྱོབ་བྱེད་ཀྱི་ཆེད་དུ་རེད་ཤག་དེ་ནས་དེའི་ནང་ལ་ད་ཆོས་སྒར་དེ་ནང་ལ་བོད་ནས་ཕ་ཨེ་ནི་ཚུ་བཙན་བྱོལ་ལ་ཕེབས་པའི་གི་དགོས་འདུན་པ་ད་ཆོས་ཀྱི་རིགས་སུ་མ་ཆད་པའི་དགོས་འདུན་པ་ཚུ་དེ་བཞུགས་ཡས་བྱས་འདི་ལ་སོ་སོ་སོ་གི་ཨེ་ནི་སློབ་སྦྱོང་གནང་ཡས་དང་ཐོས་བསམ་གནང་ཡས་དེ་འདྲ་རེད་ཤག།

དེ་འདི་ལོ་བཅུ་གཅིག་ཕྱིན་ས་ཡོད་ཅེ་ལ་ད་རྒྱ་གར་གི་ས་ཆ་ག་བ་ག་བ་ལ་ཡེ་ནས་ཞི་འཇགས་ཚུགས་དགོས་མེད་དེ་ས་ཆ་རྟེན་གཞི་བྱས་ས་ཡོད་ཅེ་ལ་དེ་ནི་ཏང་ང་ཚོ་བོད་པ་ལག་བསྟར་མང་ཆེ་ཕལ་ཆེ་བ་དེ་ནི་ལྷོ་ཕྱོགས་ཞི་འཇགས་ཁག་ལྔ་ལ་འདུ་བྱེད་དེ་ཡོང་དུས་ཕྱི་ལོ་བཅུ་སྟོང་དགུ་བརྒྱ་དྲུག་བཅུ་ར་དགུ་གི་སྤྱི་ཟླ་བརྒྱད་པ་དེ་སྐབས་ནས་ཅིག་འགོ་བཙུགས་ནས་ཅིག་ནས་དེའི་སྐབས་ལ་ཐེངས་མ་གཅིག་བྱས་ཡང་བསྐྱར་ཕྱི་ལོ་བཅུ་སྟོང་དགུ་བརྒྱ་བདུན་ཅུ་ལ།

ཨ་ནི་ཚོ་མཉམ་དུ་དེ་ནས་མ་ལྷོ་ཕྱོགས་ཕྱོགས་ལ་ཕེབས་བྱས་ནས་ཁོང་རྣམས་པ་དེའི་ལྷན་དུ་བཞུགས་ནས་ཆོས་སྒར་གཅིག་བཙུགས་བྱས་ནས་ཆོས་སྒར་དེ་སྤྱི་དང། སྦག་ས་ནི་ཚོ་ཕལ་ས་བ་དང་ལམ་སང་བཙུགས་ཐུབ་མི་འདུག་གང་ཟེར་ན་སྦག་ས་ནི་ཚོ་ཕལ་ས་བ་དང་ཚང་མ་གཞིས་གྲོང་དེ་ན་ང་ཚོ་གཞིས་གྲོང་དང་པོ་འདུག་ལ། དེ་ལ་ཁོང་རྣམས་པ་ཚང་མ་དེ་བཞུགས་བྱ་གང་ཟེར་ཡང་འདི་སྐབས་འདི་ལ་འདི་གི་ས་ཆ་བོད་ཆ་བགོས་བྱེད་རྒྱུ་རེད་དོ།

ད་ཆ། ལོ་ཟེར།
ད་དེ་ནས་མཁན་པོ་ཆེ་བ་ང་ཚོ་ཡ་ད་ད་དགོན་སྡེ་འདི་གི་གཅིག་བཤད་སྒྲུབ་ལས་གསུམ་གྱི་ཉམས་ཞིབ་གཙོ་བོ་ག་རེ་གང་གཏང་གི་ཡོད་མེད་གང་ཅིག། ལེ་ད་ཅི་སྟང་ད་བཤད་སྒྲུབ་ལས་གསུམ་ལ་འོང་དུས་ད་ཅི་སྟང་ད་དགོན་སྡེ་ཁག་ཆ་ཚང་གི་བཤད་སྒྲུབ་ལས་གསུམ་དེ་གཙོ་བོ་དེ་ད་སངས་རྒྱས་ཀྱི་བསྟན་པ་བདག་པོ་བརྒྱད་དེ་རེད་དེ་ཡོད་རོ། དེ་ནས་དེ་ནང་བཞིན་བྱས་ནས་ཕྱོགས་མཚུངས་པ་བྱས་ནས་ད་ང་རང་ཚོ་སངས་རྒྱས་ཀྱི་བསྟན་པ་བདག་པོ་བརྒྱད་ཟེར་ལ་འོང་དུས་ད་ནམ་རྒྱུན་གོང་མ་རྒྱ་གར་རིམ་བྱོན་གྱི་དང་བླ་ཆེན་ཁག་གི་དེ་འདྲའི་བཀའ་སློབ་གསུང་བ་ནང་བཞིན་རེད་བཤད་སྒྲུབ་ཀྱི་ལས་གསུམ་གྱི་དེ

བླ་བྲ་དང་བཤད་གྲྭ་འགྲོགས་བྱེད་ལ་མཚོན་ན་ད་བཤད་སྒྲུབ་སྡེ་དེ་རེད་ད། ང་རང་ཚོ་གཞུང་ཆེན་པོད་ཆེན་དྲུག་ས་སྐྱ་ལ་གཞུང་ཆེན་པོད་ཆེན་དྲུག་ཟེར་གཅིག་བརྩིས་ཡོད་རེད་ནམ་རྒྱུན་ཡོངས་གྲགས་ལ་པོད་ཆེན་ལྔ་ཟེར་བརྩིས་ཡོད་རེད་བ་ང་ཚོ་འདི་ག་ལ་སྡོམ་གསུམ་གྱི་རྒྱབ་ནས་པོད་ཆེན་དྲུག་ཟེར་གྱི་ཡོད་རེད་དེ་པོད་ཆེན་དྲུག་ལ་སློབ་སྦྱོང་ཐོས་བསམ་སྒོམ་གསུམ་བྱས་ཏེ་ད་བཤད་གྲྭ་གི་བཤད་པ་བྱས་ཏེ་ད་གཙོ་བོ་དེ་ལ་བྱེད་ཀྱི་ཡོད་རེད་དེ་སྒྲུབ་པ་ཉམས་ལེན་གྱི་ཆ་ནས་བཤད་གསུམ་ན་དེ་ནས་ད་གཙོ་བོ་དེ་ང་ཚོ་ས་སྐྱའི་བེད་ཀྱི་གཙོ་བོ་དེ་ཉམས་བཤད་གནང་ཡིན་ཏེ།

ཨོ་དེ་འདྲའི་གི་ནི་ལས་ཀ་གཅིག་ཡོད་རེད་དེ་ནི་ནམ་ཞག་རྒྱུན་ལྡན་དུ་ང་རང་ཚོ་ཆོས་བྱེད་དང་འབྲེལ་བའི་གི་ལས་ཀ་གལ་ཆེན་པོ་འདྲ་བ་བཤད་ཟིན་ན་ད་ནམ་ཞག་རྒྱུན་ལྡན་དུ་ང་ཚོ་འདིའི་ཆོས་རིག་ལས་ཁུངས་དང་དེ་ནང་བཞིན་གཞུང་དང་བླ་ཆེན་ཁག་གི་དེ་འདྲའི་གི་ཞབས་བརྟན་སྒྲུབ་ཡས་དང་དེ་འདྲའི་གི་ནི་གསོག་སྒྲུབ་དེ་ནི་མང་པོ་གནང་གི་འདུག་ལ་ཨོ་དེ་ཚོ་ནི་སྒྲུབ་ཡས་དང་དེ་ནང་བཞིན་གི་ད་ཞི་འཇགས་མི་མང་ཁག་ནི་ད་ཞབས་རིམ་བྱེད་དཔེ་མང་པོ་ལས་གི་འདུག། འོ་དེ་ཚོ་དྲན་སོང་ཨེ་ནས་ང་ཚོ་ང་ཚོའི་ངོ་ནས་ག་ཚོད་ཐུག་ཐུག་ཅིག་གང་ཐུག་ཐུག་ཅིག་ཕར་བཅར་དགོས་ཕར་དེ་འདྲི་ཞུས་ན་ཕར་ལ་བཅར་ཕར་ཨེ་ནས་ཡང་ཁོ་རང་ཚོ་ཁོམ་ཡས་མེད་པ་དང་དེ་འདྲས་ཀྱི་གནས་སྟངས་ཐད་སོང་ན་དགོན་པ་ལ་ཡར་ཕུད་ནས་ཡང་དགོན་པ་ལ་ཨེ་ནས་ང་ཚོ་གི་ཨེ་ནས་དུས་ཚོད་ཁོ་རུམ་བཞིན་དུ་ད་དེ་འདྲས་བྱས་ནས་ད་ཨེ་ནས་ལས་ཀྱི་ཐོག་ནས་ད་དེ་འདྲས་བྱས་ཡིན་ཟེར་བཞིན་ཡོད་ལ། ད་སོ།
མཁན་པོ་ལ་ད་ཉེ་ཆར་མཁན་པོ་ཅིག་འདུག་ཁྲི་འདོན་གནང་འདུག་བ་དེ་ཡིན་དུས་བསམ་པ་ད་ཁོང་མཁན་པོ་ག་ཚོད་ཙམ་ཡིན་མིན་དང་དང་ན་བཞིན་དེ་ལ་ཡང་ཅིག་མཁན་པོ་རིམ་པ་དང་པོ་དང་གཉིས་པ་ཟེར་ཡང་དེ་འདྲས་ཡོད་ན།

ནས་ཁོང་དེར་གདན་འདྲེན་ཞུས། གདན་འདྲེན་ཞུས་ནས་ཁོང་གིས་དེ་ལ་དམིགས་བསལ་གྱི་བཤད་གྲྭ་དེ་བཙུགས་མི་འདུག་དེ་ཡིན་ན་ཡང་ད་གཞུང་ཆེན་ཉེ་ཕན་ཆད་དབུ་མ་འཇུག་པར་དགྲ་བོ་དང་དེ་རྣམས་ཀྱི་ཚད་མ་རིག་སྟེ་སྤྱོད་འཇུག་དེ་འདྲས་ཀྱི་གཞུང་ཆེན་ཁ་གྲགས་པ་དགེ་འདུན་པ་རྣམ་པ་ཚོ་ལ་དེ་འདྲས་ཀྱི་ཅིག་གནང་བྱ། དེ་ན་ཞིང་གི་གྲྭ་པ་གཞོན་པ་དེ་ཚོ་ལ་དེ་ནས་ཅིག་རིག་གནས་ཀྱི་མཚོན་པའི་གི་སློབ་སྦྱོང་དང་དེ་ནས་དེ་ག་ན་ཞིང་གི་ད་ལྟ་ང་རང་ཚོ་ས་སྐྱའི་བའི་གི་ཐུན་མོང་མ་ཡིན་པའི་གི་ད་ལྟ་ཆོ་ག་ཕྱག་ལེན་ཡོ་རོ་ཆོ་ག་ཕྱག་ལེན་ཡི་རིགས་དེ་ཚོ་ལ་དེ་འདྲས་གནང་བྱས་ནས་ཁོང་ད་དེ་ལ།

དེའི་རྗེས་ལ་ལོ་ལྔ་མཁན་པོ་གནང་ས་ཡོད་རྗེས་ལ་དེ་འདིའི་རྗེས་ལ་ནས་ད་ལྟ་བཅོ་བརྒྱད་ཁྲི་རིམ་བྱས་ཡོད་ལ་བ་ཡུལ་ལ་བཀའ་དགོངས་གཞི་བཟུང་བྱས་ནས་ནས་བ་ཡུལ་ལ་བ་ཆེན་བྱམས་རྗེ་ལའང་བྱས་ནས་བ་ལ་ནས་ལོ་གསུམ་ཆུ་གསུམ་གྱི་དེ་ནས་སྐུ་མཚམས་བཞུགས་དེ་ནས་སྐུ་མཚམས་བཞུགས་ཡས་སྐབས་སུ་ལ་ཡང་དེ་ནས་ད་མཚམས་བཞུགས་ནས་རོགས་པ་མང་པོ་ཡོད་ལ་དེ་ཚོ་ལ་སྒྲུབ་ཡོན་ཟེར་དུས་ད་ང་ཚོ་མིག་འཕྲི་གནང་གིན་ད་ཁོང་ཚོ་ཡི་དོགས་འདྲི་ལིག་ར་དེ་འདྲ་དེ་འདྲ་བསྒོམ་པའི་སྐབས་སུ་ལ་ནས་ཏང་དེ་འདྲ་ཡོང་གི་འདུག་དེའི་སྐབས་དེར་ག་འདྲའི་བྱེད་དགོས་རེད་ནས་ཏང་ཡོང་དུས་ད་དེ་འདྲི་གིན་ད་ང་ཚོ་མིག་འཕྲི་གནང་གིན་བརྗོད་རེད་དཔེ་འཕྲི་གནང་གིན་འོ་དེ་འདྲས་ནས་གནང་ནས་ཞུ་རུ་བཞུགས་ཞག་དེ་འདྲས་བཞུགས་བསྡད་པའི་སྐབས་ལ་ལོ་གསུམ། ཆོལ་གསུམ་དེ་ནས་ཚ་ཚ་བའི་མཇལ་དུ་ལྟར། ཨེ་ནས་འདིའི་དགོན་པའི་གི་གྲགས་པ་དེ་ཚོའི་གི་ད་ཁོང་མར་ཕེབས་ན་ཡག་པོ་འདུག་ཟེར་ནས་ཨེ་ནས་ཡག་ཁོང་ལ་སྙན་སེང་ཞུས་ཁོང་གིས་ཞལ་བཞེས་གནང་དེང་རང་བཞིན་གི་ས་སྐྱ་གོང་མ་རིམ་གྱི་ཁྲི་ཆེན་ཞལ་བཞེས་པ་མཆོག་ལ་འདི་ནས་བཀའ་དགོངས་ཞུས་ནས་ཨེ་ནས་གོང་མ་རིམ་གྱི་བཀའ་དགོངས་གཞི་བཟུང་བྱས་ནས་ཁོང་འདས་ཕྱིར་ཆིག་སྟོང་དགུ་བརྒྱ་དགུ་བཅུ་དགུ་བཞི་ལ་འདས་ཕེབས། འདས་ཕེབས་རྩ་བའི་མཇལ་ལ་དེ་ནས་ཁོང་གིས་ད་དེ་ལ་ཨེ་ནས། དགུ་བཅུ་དགུ་བཞི་གི་རྟ་རྒྱུག་རྡོ་ལ་བཤད་གྲྭ་གསར་དུ་བཙུགས། དེ་ནང་བཞིན་བཤད་གྲྭ་ནང་ལ་གཞུང་ཆེད་གཉེར་བྱས་ཀྱི་དེ་ལུགས་ལམ་ལུགས་སུ་དེ་གསར་དུ་བཙུགས། དེ་ནང་བཞིན་གྱི་བསླབ་གྲྭ་ནང་ལ་འཛིན་གྲྭ་ཡང་འཛིན་གྲྭ་སྔར་བསུ་བ་དུ་ཡར་སྤར། བསླབ་གྲྭ་གསར་པ་བརྒྱབ། འོ་དེ་ལས་བྱས་ནས་གང་ལྟར་ནས་རྟ་ཁོང་གི་རྟ་ཁོང་དཔེ་མི་སེར་བཀའ་དྲིན་ཆེན་མོ་རེད་དགོན་པ་འདི་གི་རྟ་རྡོ་ན་ཕྱི་ནང་ཕྱི་ཡི་དཔལ་འབྱོར་ཡིན་ན་རེད་ད་ནང་ང་ཚོ་མཐོང་བསྡད་ཀྱི་ཇི་ལྟོ་བ་དགོན་པ་གི་གྲྭ་ཤག་ཡིན་ནར་ག་དྲིན་ཚང་མ་ཁོང་སྐུ་དུས་སུ་དེ་འདྲས་གནང་རྒྱུ་རེད། ད་ནག་ཨེ་ནས་ཁོང་གི་ད་ཨེ་ནས་ཕྱིས་ཀྱི་དཔལ་འབྱོར་ཡིན་ན་རེད་ནང་གྲགས་རྒས་ཀྱི་ཨེ་ནས་ཤེས་ཡོན་དང་ཀུན་སྤྱོད་ཡིན་ན་རེད་ད་ནག་ང་ཚོ་དགོན་པ་ལ་ལས་ཀ་བྱེད་འདོད་མཁན་སླབ་གྲྭ་དགེ་རྒན་དང་བཤད་གྲྭ་ལ་དཔེ་ཁྲིད་གནང་མཁན་དགེ་དཔེ་ཁྲིད་དགེ་རྒན་དང་སྐྱོར་དཔོན་དང་དེ་ང་ནང་བཞིན་ལས་ཁུངས་ནང་ལས་ཀ་བྱེད་འདོད་མཁན་དང་དང་ཚང་མ་མང་ཆེ་དེ་ཁོང་གི་དགེ་རྒན་དང་ཨ་ཁོང་གི་དགེ་ཕྲུག་དང་ཁོང་གི་ཨེ་ནས་དགེ་ཕྲུག་གི་དགེ་ཕྲུག་ཀྱང་ཀྱང་ཆགས་འདོད་ཀྱི་ཡོད་རེད་འདུག་བྱས་འོང་དེ་ད་ཨེ་ནས་ཕྱིས་ཤེས་ཡོན་ཡིན་ན་རེད་དེ་ང་ནང་བཞིན་བསམ་ཡོད་ཀྱི་ཉམས་ལེན་གྱི་ཆ་ནས་ཡིན་ན་རེད་དེ་ཚང་མ་ལ་དཔེ་མི་སྲིད་ད་ནག་ང་ཚོ་དགོངས་པ་ལ་བར་གསེང་ཐོས་པ་ཡོད་དེ་ནི་ཁོང་གི་བཀའ་དྲིན་རེད་དེ་ཡོད་རེད་དྲན་སོང་ཙང་ད་ལྟའི་ཆ་ལ་ཡང་ཁོང་སྤྱི་བཏང་ནས་མཁན་ཟུར་ཆགས་ནས་ད་ལོ་ཕལ་ཆེར་བརྒྱད་ཙམ་ཅིག་འགྲོ་གི་ཡོད་རེད་ར་བ། རེད་དེ་ཡིན་ན་ཡང་དང་ཐོག་ཡིན་ན་ཡང་ད་འགན་གཙོ་བོ་དེ་ད་ང་ཚོས་འཁྱེར་བསྡད་ཀྱི་ཡོད་རེད་དེ་ཡིན་ན་ཡང་ད་ང་ཚོའི་རྒྱབ་ལོགས་ལ་ཨིན་ཇི་ཀེ་ན་མ་ཟེར་ན་ག་ལ་བར་ད་བེག་བོན་སིག་མ་རེད་དེ་འོ་དེ་རེད་དོ་ང་ཚོ་རྒྱབ་ལ་ད་གཉེན་ས་འགྲོ་སར་པོ་ཏིང་བྱས་ནས་ཨ་ནི་ཁོང་འདི་འདྲ་ཞུ་གི་ཡོད་རེད། ཤར་དང་ཞོར་ལ་བླ་གྲྭ་སྤུན་གོ་དེ་ཚོ་ལ་ཤེས་ཡོན་དང་འབྲེལ་བའི་བཀའ་སློབ་དང་འཕྲོས་དོན་དང་འབྲེལ་བའི་བཀའ་སློབ། དེ་ནང་བཞིན་བཤད་གྲྭ་བ་དེ་ཚོ་ལ་གཞུང་ཐོས་བསམ་བྱེད་ཡ་གི་དེ་འབྲེལ་དང་འབྲེལ་བའི་བཀའ་སློབ། གྲུབ་གྲྭ་བ་དེ་ཚོ་ལ་མཚམས་མཉམ་སྒྲུབ་བྱེད་ཡ་གི་དམིགས་ཁྲིད་དང་བཀའ་སློབ་དང། ལས་བྱེད་པ་དེ་ཚོ་ལ་དེང་ནང་བཞིན་གྱི་ལས་ཀ་བྱེད་ཕྱོགས་དང་འབྲེལ་བའི་གཅིག་སེམས་ཤུགས་སྤར་ཡ་འདྲ་བོ་དང་གཅིག་ཡོད་ར་གཅིག་ལྷག་བསམ་བྱེད་སྟངས་དང་དེ་འབྲེལ་འབྲེལ་བའི་བཀའ་སློབ་དེ་ཚོ་ཡང་དུས་དུས་སུ་དེ་འདྲ་ཕལ་ཆེར་ད་ལྟ་ཡང་དེ་འདྲ་གནང་བསྡད་གི་དོན་ཁོང་འདྲ་བོ་ཅིག་ན་ད་ང་ཚོ་མཁན་རབས་གཉིས་པ་དེ་ཆགས་བསྡད་ཀྱི་ཡོད་རེད། ད་མཁན་རབས་གསུམ་པ་དེ་ང་ཚོ་མཁན་པོ་འཇམ་དབྱངས་མགོན་པོ་རེད་ཁོང་གི་སློབ་མ་རེད་ཁོང་དེ།

རོལ་དབྱངས་དེ་འཛིན་སྐྱོང་བྱེད་ཀྱི་ལས་ཀ་དེ་ཡིན་ན་ཡང་ད་ཁྲིམས་དོན་བྱས་ཏེ་ད་ང་ཚོ་ཡང་རྟེན་འབྲེལ་གཅིག་བཟང་པོ་གཅིག་དང་ཚེ་བཟང་དུས་བཟང་འཕྲོད་ཕྱོགས་ཡག་པོ་གཅིག་ལ་བྱེད་དགོས་དུས་དེ་ནས་དྲུག་པ་ཚེས་ཕྱེད་ཉིན་མོ་དེ་ད་དུས་ཚོད་ཡང་བཟང་པོ་བཅས་བདག་ཅག་གི་སྟོན་པའི་ཆོས་སྐོར་སྐོར་བའི་ཉིན་མོ་བཅས་ཨན། འཕྲོད་སྦྱོར་འདུ་ཚོགས་སྤེལ་མི་སེ་ཡག་པོ་བྱས་ནས་ཨན་ལས་ཁུངས་ནས་དེའི་ཉིན་མོ་ཐག་བཅད་ཐག་བཅད་ནས་དེ་ང་ཚོ་དྲུག་པ་ཚེས་ཕྱེད་ཕྱི་ཟླ་བདུན་པའི་ཟླ་རེ་གཉིས་རྩ་བཅད་ཉིན་མོ་འདིར་དེ་འདྲའི་ཨན་ཁྲིམས་དོན་བྱས་ཏེ་ད་མཁན་རབས་བཞི་པ་འགྲོ་ཅིག་དེ་ང་ཆགས་བསྡད་ཡོད་རེད་ཟེར། ཡང་སོང་ཡིན་མོད་ལ་ད་ད་ལྟ་ང་ཚོར་ཡ་ད་བཙན་བྱོལ་ནང་ཡ་གཅིག་དགོན་པ་མང་པོ་གཅིག་ད་ད་ད། གཙོ་བོ་ཁོ་རང་ནང་པ་དེའི་གཞན་དུས་བསམ་པ་གཙོ་བོ་དེ་བོད་ནང་ལོར་ཡང་དང་པོ་དགོན་པ་དེ་གི་མ་དགོན་དེ་ཡོད་པ་བྱས་ཨ་ནི། ད་དེ་ཡི་བསྟན་པ་འཛིན་སྐྱོང་སྤེལ་གསུམ་མི་ཡོང་ཡ་ཆེད་དུ་ལ་ཡ་ཨ་དེ་འདྲ་བོ་ཅིག་དེ་ཡ་གཞན་ཡ་གི་དེ་འདྲའི་ལུགས་སྲོལ་ཞིག་འདུག་ལ། ད་ད་ང་ཚོ་དགོན་པ་དེ་ག་འདྲི་རུ་ཅིག་ཆགས་གནང་གི་ཡོད་ན། རེད་ཅི་ད་ང་ཚོ་ད།
བཙན་བྱོལ་ན་ལབ་བདེན་པའི་དགོན་པ་མང་པོ་འདུག་ཧ་པན་ཆེན་ན་ད་འབྲས་སྤུངས་སོགས་སྤྲོ་ན་བོད་ལ་ཆས་དེ་ནས་ཡང་འདས་དེ་གི་ད་རྒྱུན་ཚོ་མ་ཉམས་པའི་ཆེད་དུ་ལ་དེ་འདྲས་ཞང་དེ་འདྲས་མང་པོ་ཡོད་ར་ད་ང་ཚོ་དགོན་པ་འདྲ་བོ་ཚོ་བྱོན་ལ་ཚོན་པ་ར་ཆེ་ན་དམིགས་བསལ་བོད་ལ་དེ་འདྲས་གི་ཡང་དགོན་པ་དེ་འདྲས་ཡོད་མ་རེད་ལ་གང་ཡིན་ཟེར་ན་ཁོ་སྦག་ས་ལ་གྲ་བ་ག་ས་གང་ནས་ཡོང་སྐྱོ་དེ་མཉམ་དུ་རུབ་རུབ་བྱས་ནས་ཨེ་ནི་དེ་ཡོང་རྒྱུ་ར་ཨེ་སྦག་ས་ལ་ད་གྲ་བ་ག་ས་ས་སྐྱས་གི་དགོན་པ་ག་ས་གང་ནས་ཡོང་བྱས་ཨེ་ནི་བ་འཛོམས་ནས་ཨེ་ནི་ཁོ་རང་ཚོ་གི་བསྟན་ཤིག་ཅིག་བྱས་ནས་འདས་ཚུགས་སྐྱོ་འཇིག་པ་སོང་ཙང་དམིགས་བསལ་གི་བོད་ལ་དགོན་པ།

ལྕགས་ཡིག་ཆེན་མོ་ཅི་ཡོད་ལྟ་དགོས་པ་དེ་ལྕགས་ཡིག་ཆེན་མོ་དེ་ནང་ལ་ཨེ་ནས་གྲྭ་བ་གསར་བ་ག་འདྲ་བླུག་དགོས་ཀྱི་ཡོད་མེད་གྲྭ་བ་གསར་བ་བཙུགས་ཚར་རྗེས་ལ་སློབ་ཞིག་ག་འདྲ་བཞག་དགོས་ཀྱི་ཡོད་མེད་དེ་ནང་བཞིན་འཛིན་སྐྱོང་ག་འདྲ་བྱེད་དགོས་ཡོད་མེད་ལས་བྱེད་བསྐོ་བཞག་ག་འདྲ་འདི་འདྲ་བྱེད་དེ་ཡང་ཨེ་ནས་བླུག་དེ་མཁས་རིམ་ཅིག་འདི་འདྲ་གནང་རྒྱུ་དེ་འདྲ་རེད་བཞག་འདི་ནང་ལ་ང་ཚོ་གཞུང་ཐོས་བསམ་ག་འདྲ་ཅིག་གང་ལྟར་ཡང་ཨེ་ནས་ད་ང་ཚོ་དགོན་པ་དེ་བོད་ལ་དམིགས་བསལ་དེ་འདྲས་ད་ག་ལོར་དེ་འདྲས་ཀྱི་དགོན་པ་ཅིག་ཡོད་མ་རེད་དེ་ད་འབག་ས་ནི་ཚོ་རྩིའི་སྒྲ་འབྱིན་ས་རེད་དེ་ན་ང་ཚོ་གི་ད་དེ་འགྲོ་སྟངས་ཚང་མ་དེ་ངོར་དགོན་པ་བ་འདི་ངོར་དགོན་པ་དེ་ང་ཚོའི་མ་དགོན་བྱས་ང་ཚོ་ཨེ་ནས་ངོར་དགོན་པའི་གི་བུ་དགོན་འཇིག་རྟེན་ལ་ཆགས་ཐུབ་ཀྱི་ཡོད་ཟེར་ཞོལ། ལོངས་སུ་གྱུར་ལ། ད་ད་ལྟ་དེ་ལ་ཡང་ཅིག་ང་ཚོ་དགོན་པ་དེའི་ནང་ལོགས་ལ་ཡང་ཅིག་དགེ་འདུན་པ་རྣམས་དང་དག་ན་ཤིང་གི་སློབ་གྲྭ་རེ་བཤད་གྲྭ་རེ་དེ་བཞིན་སྒྲུབ་གྲྭ་དང་ཡུལ་གྲྭ་རེ་ཡང་འདུག་པས་དེའི་ནང་ལོགས་ལ་ཡང་ད་ང་ཚོས་དེའི་ནང་ལ་མཉམ་ཞུགས་གནང་མཁན་ཅིག་བརྒྱུད་རིམ་གྲྭ་བོ་དེ་ག་འདྲ་རེ་བ་ཅིག་ད་ཆགས་ཡོད་ན། ཨ་ལས་ད་དེ་མཉམ་ཞུགས་དེ་ལ་ད་དེ་ང་ལ་མཛོད་ཅི་ད་ང་ཚོ་དེ་ལ་བསླབ་གྲྭ་དང་བཤད་གྲྭ་སྒྲུབ་གྲྭ་གསུམ་ཆགས་ཡོད་རེད། ཡིན་དགོས་དེ་ད་གྲྭ་པ་ལོ་གཞོན་གཞོན་འགྲོགས་ཅིག་ཡར་ཨེ་ནུ་འཛུལ་ཞུགས་བྱས་སོང་ན་དང་པོ་བསླབ་གྲྭར་འགྲོ་དགོས། དང་པོ་སློབ་གྲྭར་འགྲོ་སློབ་གྲྭ་གི་སློབ་ཚན་གཞི་རིམ་སློབ་གྲྭར་ཁ་སང་གཞི་རིམ་སློབ་གྲྭ་གི་སློབ་ཚན་བཟོ་དེ་ལ་རྒྱུས་མངའ་མེད་ན་ཤེས་བྱ་ཅིག་འཛུགས་ཐུ་ཡ་ས་ག་ཡོད་མ་རེད་ཡོང་གི་ཡོད་མ་རེད་དེ་འཛིན་གྲྭ་ཁ་སང་དེ་སླབ་གྲྭ་ལ་ཕར་ཕྱིན་སླབ་གྲྭ་འཛིན་གྲྭ་བརྒྱད་དེ་ཕར་ཐར་ཕྱིན་པ་བཅས་དེ་ནང་བཞིན་ཆོ་ག་ཕྱག་ལེན་གྱི་རིགས་མང་པོ་བློ་ལ་སིམ་ཡས་དང་དེ་ནང་བཞིན་གྱི་འདོན་སྟངས་དབྱངས་རྒྱལ་སྦྱང་ཡས་དང་དུང་རྒྱ་ལེན་སྦྱང་ཡས་ཀྱི་རིགས་མང་པོ་བཅས་རེད་ད་སྔོན་འགྲོ་གི་རིག་པ་སྔོན་འགྲོ་གི་དེ་ནས་སློབ་ཚན། འོ་དེ་ཚོ་དྲན་ཚོ་ཚང་མ་ཚ་ཚ་ཡོད་ཀྱི་ལ་ཨེ་ནས་ཤ་ཁྲག་མཛོད་ཨེ་ནས་ཤ་ཁྲག་གི་སློབ་གཉེར་ད་ཤ་ཁྲག་ལ་ཨེ་ནས་སྐབས་བཅུ་པ་དང་སློབ་དཔོན་གཉིས་ཡོད་རེད་དེ་ཚ་ཚ་ཡོད་ཀྱི་ལ་ཨེ་ནས་དེ་ནི་ཡག་འདུག་བྱས་ནས་སྒྲུབ་གྲྭ་ལ་ཡར་འདུག་སྤྲོད་ཀྱི་རིན་པོ་ཆེ་ཡོད་རེད་ལ་རྒྱུན་རིང་འགྲོ་གི་དེ་འདྲ་བྱས། ལོས་ཀྱི་ལ་ད་ང་ཚོ་དགོན་སྡེ་དེའི་ཡག་ཅིག་ད་ལྟ་འདི་དགོན་སྡེ་ཐུན་མོང་གི་མ་ཡིན་པའི་ཅིག་རྟེན་གཙོ་བོ་རོ་གཅིག་ག་རེ་རོ་ཞུས་ན་ལ། ག་རེ་བྱས་གནང་ཨེ་ཡོད་ན། རྟེན་གཙོ་བོ་ཟེར་ན་ད་དམིགས་བསལ་གྱི་ད་ང་ཚོ་ད་རྒྱུད་གོང་དུ་བཤད་པ་ནང་བཞིན་རེད་ང་ཚོ་དགོན་པ་དེ་ལ་དམིགས་བསལ་གྱི་ཕ་ཡིག་ག་ལ་ར་བོད་ཀྱི་དགོན་པ་ཅིག་མེད་པ་ཡིན་པ་སོང་ཙང་དམིགས་བསལ་གྱི་དེ་འདྲའི་གི་རྟེན་གཙོ་བོ་དེ་འདྲས་མཇལ་མི་འདུག་ད་ཡིན་ན་ཡང་ད་གལ་ཆེ་ཤོས་དེ་ལ་ནི་ད་ངོ་མ་ང་ཚོ་སྦག་སང་ནས་ཕེབས་པའི་རྒན་ལགས་རྣམ་པ་ཚོ་དེ་སྐབས་དེ་དུས་ཁོང་རྣམ་པ་ལོ་གཞོན་གཞོན་རག་དེ་དུས་ང་ཚོ་ཕག་ཚོས་སྐད་ཆ་དྲིས་སྐད་ཆ་མང་པོ་དྲིས་ཨེ་ལྷག་པར་དུ་དེའི་རྗེས་རྗེས་དུའང་ང་ཚོ་དགོན་པའི་གི་ལོ་རྒྱུས་ཐེངས་མང་ཞིག་ཁ་ཤས་ཤིག་དྲིས་འོང་དུས་ད་ཁོང་རྣམ་པ་ལ་བཀའ་དྲིན་མ་ཞུ་རང་ཞུ་རོགས་ཨ་དེ་ཞུ་དེ་འདྲ་བཤད་འོང་དུས་ད་ད་ནང་ང་ཚོ་ལྷ་ཁང་རྙིང་པ་ཞིག་ཏུ་ཨ།

མི་ལོག་གི།
ད་ད་ལྟ་ང་ཚོ་བཤད་གྲྭ་དང་སློབ་གྲྭ། ཨ་ད་ང་ན་ཞིང་གི་ཅིག་སྒྲུབ་གྲྭ་སོགས་ལ་ཡང་ཅིག་བཞུགས་བཞིན་པའི་དགེ་འདུན་པ་ཡི་ཞལ་གྲངས་ག་ཚོད་ཅིག་ཆ་ནང་གི་འདུག། ད་གྲངས་ཀ་དེ་རེད་གྲངས་ཀ་དེ་ད་དགོན་པ་ཁག་ནང་དང་སློབ་གྲྭ་ཁག་ཅིག་པ་ཡིན་གྱི་རེད་ཡང་མ་ཐོག་ཚེ་ཕར་ཕར་མར་མར་བྱས་ཏེ་ད་ལྷག་པར་དུ་ཨེ་ནས་ད་ཁྱེད་རྣམ་པ་མཁྱེན་གྱི་ཡོད་རོགས། དེ་ཚོ་དགོན་སྡེ་ཁག་དང་སློབ་གྲྭ་ཁག་ནང་རེད་དཀའ་ངལ་ཆེན་པོ་རེད་ད་དཀའ་ངལ་ཆེ་ཤོས་དེ་འོ་དེ་རེད། གྲྭ་པ་རྙིང་པ་ཚོས་ཡ་ཛི་འདྲ་ཐོན་འགྲོ་དེ་ཨེ་ནས།

ད་ད་ལྟ་བཤད་སྒྲ་དང་སྒྲུབ་སྒྲ་དེ་ཚོ་ལ་ཡང་ཅིག་ག་ཚོད་མཐུན་གྱི་ཡོད་མེད་དང་མཐུན་པའི་རྗེས་ལས་ཡང་ཁོང་རང་རྣམ་པ་གྱི་མཚན་གནས་མཐོ་ཤོས་དེ་བར་རིམ་དེ་ག་ཚོད་ཅིག་ཡོད། ཨ་ལས་ད་ཐོན་སྟངས་དེ་དཔེ་མཆན་ན་དེ་ལ་འདྲ་བོ་ན་ཏིས་དེ་ཡང་ང་ཚོ་ས་སྐྱའི་གི་བཤད་སྒྲ་གཞན་པ་དང་ཏིས་འདྲ་གི་མ་རེད། ག་ཟེར་ན་ས་སྐྱ་གི་བཤད་སྒྲ་གཞན་པ་དེ་ཚོ་ཁོ་ཐོས་བསམ་རྐྱང་པ་ཞིག་འགྲོ་དེ་དམིགས་བསལ་གྱི་དེ་འདྲའི་གི་དཔེ་མཆན་ན་ང་ཚོ་ཆོ་ག་གི་རིམ་པ་དེ་ཚོ་ཞེ་དྲག་འགྲོ་དགོས་ཡོད་མ་རེད་ཁོ་ཚོ་བཤད་སྒྲ་རྐྱང་པ་རེད་དེ་ཡོད་ར། ད་ང་ཚོ་དེ་བཤད་སྒྲ་དང་སྒྲུབ་སྒྲ་མཉམ་དུ་འགྲོ་འོང་དེ་ད་ཡང། བཤད་གྲྭ་ཁྲིད་ཀྱི་ཁྲིད་ཀྱི་ལ་ཡང་དུས་ཚོད་དུས་ཚོད་ལ་ང་ཚོ་གིས་ད་ཚོགས་པ་ཚོགས་ཡ་གི་རིམ་པ་དང་དེ་འདྲས་ཀྱི་རིགས་མང་པོ་ཅིར་དེ་ཚོ་སྒྲུབ་མཆོད་ཚོགས་ཡ་སོགས་འགྲོ་ད་དེ་འདྲས་མང་པོ་ཅིག་དེ་ཚོ་མཉམ་དུ་འགྲོ་དགོས་དུས་དུས་ཡུན་ཏོགས་སུ་མ་འདྲ་བ་རེད་དཔེ་བྱས་ན་ང་ཚོ་དེ་འདྲ་བོ་རེ་བྱས་ན། ཡེ་ནས་སྐབས་བཅུ་པ་ད་སྐབས་བཅུ་པ་སོགས་དེ་ཤ་སྟིར་ཟེར་དགོས་རོ་དེ་ཐོན་ཡ་ལ་ལོ་བཅུ་སུ་འགོར་གྱི་རེད་ཤ་ལོ་བཅུ་སུ་འགོར་གྱི་རེད་འདིའི་རྗེས་ལ་ཡང་སྐྱོར་ལོ་བཞི་ཡེ་ནས་ཡེ་ནས་སོ་སོ་ཡེ་ནས་གཞུང་ད་ན།

གོ་ནས་ལ་ལས་ཀྱི་ར་ཨོ་ད་དེ་ཨེ་འདི་ད་ཚེ་ཐོ་ཤོར་འགྲོ་ཟེ་ད་དེ་འདྲ་ཅི་རེད་ཟེ་ཞོད། ལོས་གིན་པ། ད་ད་ད་ང་ཚོ་ལོ་རེའི་ནང་རོ་རེ་གཅིག་དམིགས་བསལ་དུས་ཆེན་ག་རེ་ཚོགས་གནང་གི་ཡོད་མེད་དང་དག་ན་ཞིང་ད་ད་ད་དབྱར་གནས་ཞུ་བའི་གི་དུས་ཡུན་དེ་ནི་ད་དགོན་པ་གཞན་པ་ན་ཞིང་གཅིག་པ་རོ་ཆགས་གི་ན་ག་འདྲས་ན། རེད་ལ་ད་དབྱར་གནས་དེ་ང་ཚོ་གཅིག་པ་གཅིག་རྐྱང་རེད་དེ་འབྲས་སྤུངས་གླིང་ཆ་ཚང་གཅིག་པ་གཅིག་རྐྱང་རེད་དེ་ཡོད་རེད་ཅེ་ན་དབྱར་གནས་དེ་ལ་དབྱར་ཕྱི་མ་ཟེ་གཉིས་འདུག་ཨ་ང་ཚོ་ད་དྲིལ་བུང་གླིང་དང་ང་ཚོ་གཅིག་མཚུངས་འདྲ་བོ་བྱས་ནས་དབྱར་སྔ་མ་དེར་ད་དབྱར་སྔ་མ་ཕྱི་མ་བཟོ་དུས། ནས་བོད་ཟླ་དྲུག་པའི་གི་དེ་ནས་ཚེས་པ་བཅུ་དྲུག་ནས་འགོ་བཙུགས་གིན་འདི་དབྱར་སྔ་མ་རེད་དོ། བོད་ཟླ་བདུན་པའི་གི་ཚེས་པ་བཅུ་དྲུག་ནས་འགོ་བཙུགས་གིན་འདི་དབྱར་ཕྱི་མ་རེད་དོ་ད་ང་ཚོ་བོད་ཟླ་དྲུག་པའི་ནས་ཚེས་བ་བཅུ་དྲུག་ནས་འགོ་བཙུགས་གི་ཡོད་རེད་དཔེ་བྱས་ན་ད་ག་སང་ང་ཚོ་དབྱར་ཁས་བླངས་ནས་ཕལ་ཆེར་ཉི་མ་ལྔ་དེ་རིང་འགྲོ་ནས་ཉི་མ་ལྔ་སུ་འགྲོ་གི་ཡོད་རེད་ལ། དཔེ་བྱས་ན་བོད་ཟླ་དྲུག་པའི་ཚེས་བ་བཅོ་ལྔ་ཉིན་མོ་དེ་ལ་གསོ་སྦྱོང་ཚོགས་དེ་དུས་ཨེ་ནས་ད་ཨེ་འདི་ང་བྱིན་རླབས་དང་འདི་ཚོ་དེ་དུས་བྱས་འགྲོ་གི་རོ། ཨེ་ཚེས་བ་བཅུ་དྲུག་ཉིན་མོ་དེ་ལ་དབྱར་ཁས་བླངས་བའི་ཆོ་ག་ངོ་མ་དེ་བྱས་འདུག་བྱས་ནས་ཨེ་ནས་ཟླ་བ་གཅིག་དང་ཕྱེད་ཀ་འདུག་བྱས་ནས་ཨེ་ནས།

ཞོ་སྒེག་ཆུ་ཚོད་དྲུག་པ་ནས་བདུན་པ་བྱས་ན་ད་འདིས་ཨེ་ནས་ཚང་མ་མཉམ་དུ་ཚོགས་དགོས་རེད། དེ་ནས་འདིས་ཚོགས་ཚར་ཡོད་རྗེས་ལ་ཨེ་ནས་ད་སོ་སོ་སོ་བྲོས་རེད་དེ་ནས་བསླབ་གྲྭ་ན་བསླབ་གྲྭ་ལ་འགྲོ་བཤད་གྲྭ་ན་བཤད་གྲྭ་ཁོ་རང་མཛད་རིམ་འགྲོ། གྲུབ་གྲྭ་བ་འགྲོ་བྱེད་ན་གྲུབ་གྲྭ་ཁོ་རང་ཚོ་ཁོ་རང་ཚོ་མཛད་རིམ་ལས་བྱེད་པ་ཡིན་ན་ལས་བྱེད་པ་བྱེད་ལས་བྱེད་པ་མ་ཡིན་པ་འདི་འདྲ་ད་ལྟ་དུ་ལས་བྱེད་པ་ཁོས་མི་སྐྱོ་དེ་འདྲ་ཡིན་ན་ད་ཨེ་ནས་གཞིས་གྲོང་ཁག་ལ་འདི་འདྲ་གི་ཞབས་རིམ་བསྒྲུབ་དགོས་དང་དགོན་པ་ལ་ཞབས་རིམ་བསྒྲུབ་དགོས་ན་ཨེ་དེ་རང་བར་རྒྱུ་དེ་མེད་ན་ཡང་ཨེ་ཁོ་རང་ཚོ་ག་འདོན་བྱེད་ག་རེ་བྱེད་ན་དེ་གནང་ནས་འདུག་སུ་ཞུ་ཡོད་རེད། དེ་ནས་དམིགས་བསལ་ཟེར་ན་ད་ང་ཚོ་འདི་རེད་ད་དཔེ་བྱས་ན།

ཉི་ཤུ་དགུ་དེ་ལ་བསྐང་གསོ་ཚོགས། གནམ་གང་ཉིན་མོ་དེ་ལ་གསོ་སྦྱོང་ཚོགས་ནས་འགྲོ་ཆོས་རྒྱས་པ་སྟོན། ཇི་ལྟར་ཟླ་བའི་གི་ཚོགས་ཡང་དེ་འདྲའི་ཆེ་རེད་དེ་ལ། ལོ། ཨ་ནི་མཁན་པོ་ལ་དེ་ཐ་མ་དེ་འདི་ཞིག་ག་རེ་ཞུས་ན་བསམས་སོ། ད་ད་ལྟ་ང་ཚོ་དགོན་པ་འདིའི་ནང་གཅིག་ཆ་མཚོན་པ་ཡིན་ན་ད་ལྟའི་ཆར་ལ་ཅིག་དཀའ་ངལ་འཕྲད་དེ་ཡང་དཀའ་ངལ་ཆེ་ཤོས་རེད་ཅིག་ག་རེ་འཕྲད་གི་ཡོད་མེད་ད་ད་མ་འོངས་པ་ལས་དེའི་དཀའ་ངལ་དེ་ཅིག་དེ་འདྲའི་ཅིག་དཀའ་ངལ་དེ་ད་ག་ལས་དེ་གི་ནི་དཀའ་ངལ་ཆེན་པོ་ཞུ་ཆགས་ས་རེད་བསམས་པ་ཅིག་ག་རེ་གོ་སྣང་གི། ཨོ་ད་དེ་ད་ཀྱི་ངས་དགོངས་ལ་ཞོལ་དེ་རེད་དགོན་པ་ཚང་མ་གཅིག་མཚུངས་རེད་ད་དེ་གྲྭ་བ།